རྒྱ་གར་འདི་ཡར་ཐོན་རྒྱལ་ཁབ་ཅིག་ཆགས་ཡོང་དུས། རྒྱ་ནག་མཉམ་དུ་བསྡད་འདུག་ཅིག་ཡོད་རེད། ས་མཚམས་རྙོག་དྲ་ཡོད་རེད། དཔལ་འབྱོར་གྱི་ཐོག་ནས་བསྡད་འདུག་ཡོད་རེད། འདི་ཚོ་གཉིས་གཙོ་བོ། འདི་སྐོར་ལ་བགྲོ་གླེང་བྱས་ང་ཚོ་ད་རིང་དཔྱོད་ཤེས་གྲ་སྒྲིག་བྱེད་བཞག་ཡོད། རྒྱ་གར་རེད། གཙོ་བོ་དེ་དག་རྒྱ་གར་དང་རོ། རྒྱ་ནག་གཉིས་ཀྱི་དོན་དག། རེད་རེད། ལོ་ཙཱ་འདྲ་བོ་ར། དེ་བཞིན། རྒྱ་གར་དང་རྒྱ་ནག་འདྲ་བོ་ཟེར་གཙོ་བོ། ད་ཕྱི་སྟོང་བོ་དེའི་འགོ་ལ།

གཅིག་ད་འདི་ཆ་ཚ་རེད་བསམ་གྱི་འདུག་ད་ད་ལྟའི་ངེད་ཅག་མི་འབོར་གྱི་ཐོག་ནས་རྒྱ་ནག་ད་རྒྱ་གར་རྒྱ་ནག་ལས་མང་བ་ཆ་ཚ་ཞག་ད་ཆ་ཚ་རེད་ལ་ད་སོ་སོ་ད་སུ་གྱི་ད་ག་ཚོད་ཡོད་མེད་ད་ད་མ་འདུག་ད་ཁ་ལོ་རྒྱ་གར་གྱི་མི་འབོར་དེ་རྒྱ་ནག་ལས་མང་བ་ཆ་ཚ་ཞོག་རེད་རེད་འོང་དེ་འདོག་དེ་ཁྱོད་རང་སེ་ངེད་ད་ད་གེ

ད་ཡང་འདི་འདིར་དང་ཡང་རྣམ་པ་ཚོས་དྲན་གསོས་ད་ཡང་རྒྱ་ནག་ལ་སྙེ་མ One Child Policy སྤུ་གུ་གཅིག་མ་ཉག་ཆོག་གི་མིན་རྙོག་དྲ་འཇོག་རེད་རྙོག་དྲ་ལ་ནས་སྲིད་ཇུས་རེད་ད། རེད། ད་རྒྱ་གར་ལ་དེ་འདྲའི་ཡོད་མ་རེད་ཡང་ཡིན་ནས་ད་ཁོ་རང་ཚོ་ལང་ཀ་གཉིས་འགྲོ་ཡོད་རེད་ཡིན་ནས་ད་རྒྱ་ནག་ལ་འདི་སྨྱོན་ད་ཁེབས་ཚང་གར་ར་ལ་ནས་དཔལ་འབྱོར་གྱི་ཐོག་ནས་ཁོང་ཚོ་གི་མི་མང་པོ་གཞོན་པ་མང་ང་ཡོང་ཡོད་དུས་ཨ་རི་བཟོ་གྲ་བཟོས་ཡ་ད་ད་འཛམ་བུ་གླིང་གི་བཟོ་གྲ་རྒྱ་ནག་རེད་ལ་བོར་བ་ད། ད་ལོ་ཉི་ཤུ་སུམ་ཅུ་ད་ང་ཚོ་ཧ་གོ་ཡ་ལ་ཚང་མ made in China འགྲོ་རེད་ལབ་ཡོད་པ་ད་དེ་གཅིག་པོ་གཅིག་ཀྱང་ཁྱོད་རང་ལ་ཡོད་འགྲོ་ད China India is the next China ལབ་ནི་རྒྱ་གར་ནང་ལོགས་ལ་ད་ད་ལྟ་ལོ་ལྔ་ནང་ལོགས་ལ་ཕལ་ཆེ་མི་འབོར་ས་ཡ་ཉིས་བརྒྱ་སུམ་བརྒྱ་ལོ་ཉི་ཟེར་ལྔ་མ་འདབ་རེད་དོ་ད་ཁོང་ཚོ་ལ་ད་ལས་ཀ་དང་གཅིག་ད་གོ་སྐབས་གཅིག་སྤྲད་བྱུང་ན་བསམ་ན་ཨ་ནི་འདི་དང་འབྲེལ་བའི་སྟངས་དེ་ང་ཚོའི་ཁ་ཤས་དོ་སྣང་བྱུང་ཡོད་ཀྱི་རེད iPhone བཟོ་གྲྭ་དེ་རྒྱ་གར་ལ་ཅིག་བཟོས་བས་འགོ་བཙུགས་ཡོད་ཡོད་རེད་འགོ་བཙུགས་ཚར་ཡོད་འགོ་བཙུགས་ཚར་ཡོད་བལྟས་ཚེ་ཡིད་ཆེས་འགོ་བཙུགས་ཚར་འོང་ཨ་ནི iPhone ངས་ལོ་གཉིས་གསུམ་ནང་ལོགས་ལ་ཕལ་ཆེར iPhone དེ་སྙིང་ང་དེ་ཚོ SE དང་དེ་ཚོ་དང་རྒྱབ་ལ་དོ་སྣང་བྱས་དང made in assemble in India ལ་དོད་ཀྱི་འདུག་ཨ་ཨ་ངེད་ཅག་རང iPhone ཀུ་ཤུ་ཁ་པར་བཅོ་བཞི་དེ་རྒྱ་གར་ལ་བཟོས་བས་འགོ་བཙུགས་ཀྱི་འདུག་ཨ་ད་འདི་དཔེ་གཅིག་རེད། བྱས་ཙང་ད་དེ་གོ་སྐབས་རྗེས་མ་ལྟོས་རྒྱ་གར་གྱི་གཞུང་དང་རྒྱ་གར་སྲིད་ཇུས་རག་ལེགས་རེད་ད། ད་དམངས་གཙོའི་རྒྱལ་ཁབ་རེད་ལབ་བ་རེད་ད་དེ་དཔལ་འབྱོར་གྱི་ཐོག་ནས་དེ་འདྲའི་འབྲེལ་བ་འདུག་དེ་རེད་ད།
ད་ཤི་སྟོང། མཁྱེན་ཡོང་གི་ལྟ་སྟངས་འདྲ་བོ་བཤད་གི་རེད་ངས་གི། ཁྱོད་རང་གི་ད་ལྟ་བྱས་དེར་མི་འབོར་གི་གྲོང་ཁ་དེ་དཔེ་གལ་ཆེན་པོ་ལེགས་རེད་རེད་རེད་རེད། མི་འབོར་གི་གྲོང་ཁ་དེ་གར་སྐྱེ་ནི་ལ་ན། ཁོང་ཚོ་གི་དཔལ་འབྱོར་རིག་པ་ཟེར་གི་ར་དེ་ཚོ་དཔལ་འབྱོར་འགོ་ལ་བཏང་ཉེན། Economic འགོ་ལ་ཆེད་ལས་པ་དེ་ཚོ་ག་རེ་ལབ་གི་འདུག་ཟེར་ན། རྒྱ་ཁ་ཤས་ཤིག་ཡང་དེང་གོ་ལ་སང་ཚིག་འདྲ་མི་འདྲ་འདུག་ད་ལྟ་ཁ་ཤས་ཤིག་གི་རྒྱ་མིའི་རྒྱ་གར་དེ་གི་རྒྱ་མི་འདྲ་བོ་ཏོག་ཆེན་པོ་ཆགས་རྒྱ་མི་མ་ཟ་གི་རེད་ལབ་གི་འདུག་ཁ་ཤས་ཤིག་ད་འདོད་ལོ་བཅུ་ཕྲག་བཞི་དུ་ཟ་ཐུབ་གི་མ་རེད་ལབ་ཉེན་འདྲ་མི་འདྲ་འདུག། རེད་དེ་ནས་སྲིད། དཔེ་ཅི་ཞག་པ་ཡིན་ན་ཟ་གི་རེད་ད་རྒྱ་གར་དེ་རྒྱ་མི་ལས་ཤུགས་ཆེ་ག་ཆགས་གི་རེད་ཟེར་ཉེན།

ཚང་ལོ་ཞེས་ར་སྐྱེས་མ་དེ་ཁྱེད། རྒྱ་གར་འདྲ་བོ་ཡིན་ན། མུན་པོ་མུན་པོ་ཁྱེད་དེ་བཀའ་སྟེ་ལ། ཁོ་ཚོ་ག། རྒྱ་གར་གི་མུན་པོ་ད། མུན་པོ་དེ་འདྲའི་ཞིག་ནང་ལ་རྒྱ་ཤ་བཞི་ཁྲི་ཞེ་ལྔ་དེ་ལོ་ཉེར་གཅིག་རྩ་ལྔ་དགོས་རེད་འདའ། ལོ་ཉེར་གཅིག་རྩ་ལྔ་དགོས། དེ་གཅིག་རེད་ལོ་ཉེར་གཅིག་རྩ་ལྔ་ཟེར་ན་ད་དངོས་གནས་ཁྲོད་ནས། བོད་དུ། ལས་ཀ་ནང་བྱེད་ཉེན་ཨང་ཀི་དང་པོ་འདྲ་བོ་དེ་ཆགས་ཀྱི་ཡོད་རེད། དེ་རེད། ཨ་ནི་དེ་ཁ་དེ་ལས། རྒྱ་གར་དུ་རྒྱ་མི་གཉིས་མུན་པོ་ནང་ལོགས་ལ། དབྱིན་ཇིའི་སྐད་རྒྱས་ཉེས་ཏེ་རྒྱ་དབྱངས་ཀྱི་མོ་ག་འདྲ། འོ་དེ་དངོས་གནས་རེད་གནད་འགག་རེད་རེད་རེད་རེད། དབྱིན་ཇིའི་གི་སྐད་རིགས་དེ English language དེ་ད་རྦད་དེ Universal language འདྲ་བོ་ཆགས་བསྡད་འདུག་དབྱིན་ཇིའི་སྐད་ཤེས་ཏེ་གལ་ཆེན་པོ་རེད་འདུག། རེད་རེད་རེད། དེ་ཡིན་དུས་ཚངས་པ་ལ་ཨ་ནི་རྒྱ་གར་ནང་ལོགས་ལ་ཁོང་ཚོ་ལས་ཀ་བྱེད་ཉེན་མོང་དེ་འདྲ་རེད་སོང་ན་དེ་ལ་ད་ཁེ་ཆེ་འདྲ་བོ་རྒྱ་གར་གཞུང་གི

ད་ཀམ་པ་ནི་ད་ལྟ་ད་ང་ཚོའི་གི་ཧྭ་ཧྥེ་ལ་དྭང་ཞའོ་ཕིང་ནས་འགོ་ཁྲུམ་འགོ་བཙུགས་དང་ཁ་ཞིག་ཤན་ཅན་དང་ད་ལྟ་ཤན་ཧྭ་ཡིན་དེ་བ་ལ་ས་ཆ་ཅིག་བཟོས་ཨ་ནི་ཕྱིའི་རྒྱལ་ཁབ་དེ་ཚོས་བཟོ་གྲྭ་བཙུགས་བཟོ་གྲྭ་བཙུགས་ན་ཁྱོད་ཚོ་ལ་ཁྲལ་ཉུང་བ་སྤྲད་ད་ཅིག་ཅིག་སྲིད་ཇུས་མང་པོ་ཆིག་ལ་ཁོང་ཚོ་ད་ད་དགའ་ན་མ་དགའ་ན་ཁོ་རང་ཚོ་གི་ད་ཅིག་སྲིད་ཇུས་ཅིག་ཁིད་ནི་ད་སྟོབས་ཆེན་རྒྱལ་ཁབ་ཆགས་རོགས་ད་འཛམ་བུ་གླིང་ཚང་མ་ཧང་སངས་ཡ་རུ་ཆགས་རོགས་ད། ད་རྒྱ་གར་ན་དམངས་གཙོའི་རྒྱལ་ཁབ་རེད་ཁྱོད་རང་ལ་རྒྱུ་འདུག་རེད་ད་གཞོན་པ་མང་པོ་ཡོད་རེད་དབྱིན་ཇིའི་རྒྱལ་ཞེན་སྐོར་རེད་ད་ཆ་རྐྱེན་མང་པོ་བརྗོད་རེད་ད་ད་གོ་སྐབས་ཟིན་ཐུབ་མ་སོང་ཟིན་ཐུབ་ཀྱི་ཡོད་ན་ཨང་ལེགས་པོ་རེད་ད་ད་ཁ་ཤས་ལ་ནི་ད་ལྟ་ཅིག་བྱེད་ཀྱི་འདུག་ཡིན་ནས་ཁྲ་ལོག་རེད་ད་མགྱོགས་པོ་བྱེད་ཀྱི་མི་འདུག། རྒྱ་གར་བས། ཧུན་ད་ཅིག་ད་ཡིན་ནས་ཁོང་ཚོས་ད་ལྟ་ཁྱོད་རང་ལ་རྒྱུ་འདུག་རེད་ད་ངས་དྲན་སོན་ཡིན་ད་ད་ད་གལ་སྲིད་ངས་ནོར་ན་ང་ལ་ལ་རོ་བྱས་ད་ད་ད་འཛམ་བུ་གླིང་ནང་ནས་སྟོབས་ཆེན་དཔལ་འབྱོར་ཐོག་ནས་སྟོབས་ཆེ་ཤོས་ཨ་རི། རྒྱ་ནག། ཨ་ནི་ཇེ་ཕན། ཨ་ནི་ཕེ་ཇེ། ཇར་མི་ནི་སོགས་ཡོད། ཇར་མི་ནི་ཨ་ལི། ཨ་ནི་དེ་ནས་ཨང་ཀི་ལྔ་བ་དེ་ངེད་ཅག་རང། གཉིས་མ་ཨིང་ལེ་ཇེ་རྒྱ་གར་གི་འདི་གླེང་ཚར་ད། རྒྱ་གར་གི་ཏིབ། ད་རྒྱ་གར་ཨང་ཀི་ལྔ་བ་རེད་འདུག་ཨ། ད་ག་ལེགས་འདུག་ལབ་ན་ལོ་བཅུ་ནང་ལོ་ལ་རྒྱ་གར་ཨང་ཀི་གསུམ་པ་ཆགས་ཀྱི་རེད་ལེགས་འདུག། ལོ་བཅུ་ནང་ལོ།
ད
རྗེ་པན་སྟེབས་ཀྱི་རེད་ལབ་འདུག་རེད་རེད། ཨ་ནི་ཨ་རི་རྒྱ་ནག་ད་རྒྱ་ནག་གི་ཨ་རི་སྟེབས་སིའི་རེད་ད་ད་ཧུ་ཧུ་ནོས་ད་རྒྱ་གར་ཨ་རི་ག་ས་རྒྱ་ནག་དེ་ཚོ་གསུམ་ད་ཨེ་འདི་ལྷག་འདི་གི་རེད་ད་ཧ་ལོ་ད་དེ་འདུག་འགྲོ་ཆ། ད་མི་འབོར་མང་དྲགས་ནས་ཡང་ཁ་ཤས་འགོ་ཚུད་ཀྱི་ཡོད་མེད་ཧ་གོ་མི་འདུག་ཡིན་ནའི་དེ་ཤེས་གཅིག་ཨེ་འདི་གི་རོ། ཨ་རིའི་ནང་ལོགས་ལ་ད་མི་མང་ཆེ་ཁ་ལོ Middle Class ལ་གི་དུ་བ་རེད། གཅིག་སོ་སོ་ལས་ཀ་ཡོད་ར་མོ་ཏྲ་ཡོད་ར་ཁང་པ་དེ་ད་ཉོ་ཡའི་ཐབས་ཤེས་བྱེད་དགོས་རེད། འོ་དེ Middle Class ཕལ་ཆེ་ས་ཡ་ཉིས་བརྒྱ་ཞོད་ན། རྒྱ་ནག་ནང་ལོགས་ལ Middle Class ཕལ་ཆེ་ས་ཡ་ལྔ་བརྒྱ་དྲུག་བརྒྱ་ཡོད་གི་རེད་ད། ད་ཨ་རིའི Company བྱེད་ན་ཨ་རི་ལ་ཆུ་ཚོད་བཙོང་དགོས་རེད་ཅོག་ཙེ་བཙོང་དགོས་རེད་ད་ཟུག་རྡུང་སློང་ཁྲིད་ལ་བ་རེད་ད TV བཙོང་དགོས་རེད iPhone བཙོང་དགོས་རེད། ཚང་མ་ཉོས་ཚར་ད། ད་གསར་བ་ཉོ་ག་ཚད་ག་འགྲོ་འོ་ར་ད་རྒྱ་ནག་ལ་ཡོད་ད་རྒྱ་གར་ལ་འདི་གཅིག་པ་གཅིག་ཀྱང་ཡོད་རོགས་ད། ཡིན་ནས་རྒྱ་གར་ད་ད་ཤི་ནས་རེད་ཤོད་ངས་དྲང་པོ་བཤད་ན། ཡ་དེ་རྒྱུ་མཚན་འདུག་ཡིན་ནས་ད། མཆན་ཡོང་གི་བཤད་ན་ཁྱོད་རང་ད་ད་དཔེ་འཇོག་གི་འགྲོ་སྟངས་འདྲ་བོ་བཟོ་རོགས་བང་རོལ་འདྲ་བོ་སྒྲོག་རེད་དེ་འདྲ་བྱས། ཤེས་ཚ། ཡིན་ནས་ད་ཨ་རི་རྒྱ་ནག་གི་ཨ་རི་དེ་གི་རི་ལ་ཡ་དེ་ཚོ་ད་ཡོང། དེ་འགོ་ལ་སྟངས་ཚིག་མང་པོ་ཞུ་མང་པོ་གི་ཡོད་རེད་འདུག་ད་ཡ་དོ་རེད་མང་རེད། པོ་ཞུ་གི་འདུག་གཞི་ལ་ཡོང་ང་ནས་དེ་འདྲའི་གཞི་འགོ་ལ་ལུས་ཀ་ནས་བརྙན་ཞིག་བཟོ་ན་འགྲིག་གི་ཡག་འདུག་པོ་འདུག་ཡག་པོ་ད་འདུག་ལྟ་མི་སྲིད་གི་རྒྱ་ནག་དང་རྒྱ་གར་གཉིས་འགོ་ལ།

དེ་བྱེད་སྟངས་མ་ཤེས་པ་དེ་ལ་ནོར་འཁྲིད་ཀྱིན་པའི་རྒྱ་ནག་དཔོན་རྒྱུད་ཧང་སང་ཡང་བྱོན་རོགས་ཡིན་རེད་ལགས་ད། རྒྱ་ནག་གི་ཚོང་པ་ཆེན་པོ་རེད་ཁམ་ཕུ་ནེ་ཆེན་པོ་རེད་རྒྱ་ནག་གཞུང་རེད་དཔོན་རྒྱུད་ཀྱི་མཚོན་ཞི་བའི་གྱོང་ཞི་བའི་རོགས་དེ་ཡིན་རེད། དེ་མ་ཚད་ལ་ཨ་ནེ་དེ་སོང་དེ་སོང་ཟེར་གྱི་མང་གི་ད་དེའི་ཉེ་ཆ་དེ་བ་ལ་རྒྱ་ནག་ལ་ཤི་སྟོང་དེ་འདྲའི་མགོ་ལ་ཅི་ཡི་དེའི་གི་སྐྱེན་པའི་གི་མི་མང་དེ་ཚོ་ངོ་ལོག་རྒྱལ་ཡ་ཆིན་ཤོང་སོང་བ་དེ་གཅིག་རེད། ཟིང་འཁྲུག་ལངས་སོང། ཟིང་འཁྲུག་ལངས་སོང། གཉིས་པ་དེ་ཁོ་གི་རྒྱུ་མཚན་ག་ལ་ཡོད་དུ་ཟེར་ན། རྒྱ་ནག་ནོར་ལུག་ལ་ལོ་རྒན་པ་དེ་ཚོ་རྒན་ཞིག་ཚ་རྒྱུ་དེ་ཚོ་ཟ་ནས་གཞུང་གི་དཔེ་ཤོག་ཁེ་ནས་ཚིག་སྤྲེལ་རུ་མ་བྱེད་ཡོང་རྒན། ལོ་ཕན་ཆེན་འདི། རྒན་ཞིག་ཚ་རྒྱུ་ཕན་ཤུན་དེ་ཚོས་མ་སྤྲེལ་མཁྱེན་རྒན་ཞིག་ཚ་རྒྱུ་དེ་ཚོ་གོ་ཡོང་ངོ་ལུག་ཅིག་རྒྱས་སོང། དེ་ཡི་གི་རྒྱུ་མཚན་གཙོ་བོ་དེ་གཉིས་ལ་གཞི་བཞག་པའི་རྒྱ་ནག་ལ་ཉེ་ཆ་རང་ད་ནག་ཉིས་བསད་ནས་བསྡད་གི་འདུག་ལོ་གཅིག་ཟེར་མཁན་དཔེ་འཇོག་གྱོང་ཞིབ་ཡི་རག་ཚར་རེད། རེད་བ། ཡིན་ནས་རྒྱ་གར་འདྲ་བོ་ཡིན་ན་དཔེ་འཇོག་གྱོང་རག་ཡེར་བས་ལ་ན་རག་ཡོད་རེད། ཡིན་ནས་ཆ་སྲིད་གི།

དེ་འདྲའི་གི་གར་བསད་གི་རེད། བརྟན་པོ་ཡིས་ང་ཚོ་ཉོན་ཏེ་ཚོང་འབྲེལ་བྱེད་ཞུས་ཚེ་རྒྱ་གར་གི་ཞི་བའི་ལག་གི་དོག་དེ་མི་མང་པོ་ཞིག་གི་དེ་ལ་ཞི་བའི་འགྲོ་གི་དོག་དེ་འདྲའི་གི་རྐྱེན་གི་དེ་ད་ལྟ་དེ་རྒྱ Foreign Affair དེ་བརྩམས་པ་པོ་དེ་གི་རྒྱུ་མཚན་དེ་ཚོ་ལ་གཙོ་བོ་ལ་གཞི་བཞག་པའི་ཐོག་ནས་རྒྱ་གར་དེ་ལོ་ཁ་ཤས་ཀྱི་ནང་རྒྱ་མི་གི་ཡར་ནང་འགྲོ་གི་རེད་ལག་གི་དོག་དེ་འདྲ་བོ་འདྲ་བོ་ཅིག་གསུངས་ནོ་སྟོང་ཐོག་གཅིག་རེད་འདོག་དེ་འདྲ་བོ་ཞུ། འགྱུར་བ་ད་ཏན་ཏན་འགྲོ་གི་འདུག་ད་ང་དེ་ལོ་ཚེས་ལོ་དེ་དྲན་པ་སོས་མི་འདུག་ཡིན་ནའི་མོ་དི་གི་ད། རྒྱ་གར་སྲིད་འཛིན་མོ་དྷི་གིས Made in India ལ་ནི་ཡང་ཁོ་རང་གིས་ཤུགས་ཆེན་པོ་ག་ལ་གསལ་བསྒྲགས་བྱེད་ཀྱི་འདུག་ཨ་སྲིད་ཇུས་ཐོག་ནས་ད་རྒྱ་གར་ནག་ལོ་ལ་བཅའ་ལག་ཚེ་འཛམ་བུ་གླིང་གི་བཟོ་གྲྭ་ཁྱེད་རང་ལ་རྒྱུ་འགྲོ་ད་བཟོ་གྲྭ་མང་ཆེ་བཀུག་ཡ་ཆེད་དུ་ཨ་ནི iPhone བཅས་ཨ་ནི་ད་ད Hyundai ད་ད་ད་ལྷོ་ཀོ་རི་ཡ་གི South Korea གི Company ཆེན་པོ་གཅིག་ཨ་བཟོ་གྲྭ་ཆེན་པོ་གཅིག་ད་ད་རྒྱ་གར་ལྷོ་ཕྱོགས Tamil Nadu ལ་བཟོས་འདུག་ཨ་ལས། ཨ་ནི་ད་ང་ཚོས་རྒྱ་གར་ལ། འཚར་ལོངས་བྱེད་རྒྱུ་རེད་རྒྱ་གར་འདས་ལྟས་ནི། རྒྱ་གར་ལ་ཕར་ཕེབས་རྗེས་ལོ་ལྔ་བཅུ་ནང་ང་རང་མིག་མདུན་ནས་མཐོང་མྱོང་སོང་ཁྱེད་རང་ཡང་མཐོང་ཡོད་རྒྱུ་རེད་ད། ཁ་ལོར་ད། ཕྱི་རྒྱལ Company མང་པོ་འདུག་ཨ་དེང་སང་ད་ཁ་ལོར་རེད། Burger King Pizza Hut ཨ་ནི་མི་ཚང་མ་ཁ་ལོར་རེད་ཁྱེད་རང་ལ་རྒྱུ་འགྲོ་ཨིན་ཇི་ཤེས་ངེས་རེད Middle Class མ་ང་ཆགས

རྒྱ་ནག་དང་ཧ་ལོང་དང་རྒྱ་གར་གྱི་དེ་རྙོག་དྲ་ལ་ནས་དང་སང་ཙང་རྙོག་དྲ་ཡོད་རེད་ད་དེ་ཁྱོད་རང་སྐོར་ལ་དེ་ཧ་གོ་ཡོད་ཀྱི་རེད་ད་དེ་ལོ་མང་པོ་རྙོག་དྲ་རེད་བ་ཡ། རེད་སང་ཙང་དེ་རྙོག་དྲ་དེ་རེད་བ་ངས་གོ་ད་ལྟ་ངས་སང་ཙང་དེ་མ་འགྲོ་ངས་ལ་ད་ལྟ་འདི་ཅི་བྱས་ན་འགྲིག་ད་ངས་གོ་ངས་གང་བྱས་བ་དེ་ད་རྒྱ་གར་དེ་ཨང་ཀི་དང་པོ་ཆག་གི་རེད་ལ་ངས་དེ་རེད་བ་ངས་གོ་ང་གཉིས་ཀྱི་དམིགས་ཡུལ་འདྲ་བ་དེ། གསང་ཚིག་གསང་ནོར་མ་འདྲ་བ་གཉིས་ཆ་དེ་མ་གྱི་རྣམ་པ་ཚོ་གསན་ཉར་རེད་རེད་རེད་མ་གྱི་ཞིབ་ཡིན་ན་ཁོ་རང་ཚོ་གོ་གྱི་གསང་ཐོག་དང་ཆེ་བ་ཡོད་ར། ཡག་པོ་འདུག་ཡག་ད་པོ་ལྟ་འདུག། དེའི་ནང་ནས་ཤུགས་གཅིག་གིས་ནི་ད་ལྟ། ད་ལྟ་ད་ག་རང་ད་ལྟ Foreign Magazine དེ་བ་ནས་རེ་ཞིག་གཙང་དེ་བཞི་སྟོང་གཉིས་པ་རེད་ཁོ་རང་གི་འཕྲད་དེ། ཉིས་དུས་ཉེས་གཙང་གཉིས་ཀྱི་ཤིང་རྟ་བཅུ་གཉིས་ནང་དུ་བ་བྲིས་འདུག་ཨ། དྲི་བརྙན་དེ་ཡང་ངས་གི་དེའི་སྐོར་ལ་གཙོ་བོ་དཔེ་དང། མ་དོ་སྣང་སྤྲད་ཚེ་དྲི་བརྙན་དེ་ཡང། དེ་ཚེ་སྐད་གྲགས་ཆེན་པོ་འདྲ་བོ་བྱས་དེ་འདྲའི་གི

ཆ་རྐྱེན་གསུམ་ལ་འོས་ཤིང་བསྟན་ཤོག་ཆ་རྐྱེན་གསུམ་དེ་རྒྱ་གར་གྱི་འགྱུར་བ་གཏོང་ཐུབ་པས་ན་རྒྱ་གར་དེ་རྒྱ་མི་གང་འགྲོ་ཡ་ཡིན་རྒྱ་ཤ་རྒྱ་རེད་ཟེར་ནས་ཆ་རྐྱེན་གསུམ་དེ་བསྟན་མ་འདུག་ན་འགྲོ་གི་མ་རེད་ཟེར་ནས་ཆ་རྐྱེན་གསུམ་དེ་སྦྲུལ་དེ་ཡང་དཀའ་ལས་ཁག་པོ་རེད་ལ་ཆ་རྐྱེན་གསུམ་དེ་ཁོ་གར་བཟོ་ཤེས་ཟེར་ན། ད་ལྟ་འཛམ་བུ་ལས་བཟོ་གྲྭ་མང་པོ་ཞིག་གི Apple ཡིན་ན་འདྲ་གར་ཡིན་ན་འདྲ་རྒྱ་གར་ནང་ལུགས་ལ་ད Invest བྱེད་ཀྱི་ར་ཕ་གི་རྒྱ་གར་ལ་ཀམ་ཕ་ནི་དཔེ་ཆོས་ནི་མ་རྩ་བྱ་ཡ་དེ། ཉེན་འགོག་ཆེན་པོ་ཞི་བའི་བཞིན་མཐོང་གི་ཡོད་རེད་ལ་ཤ་ཁོག་རྒྱ་གར། རྒྱ་གར་རྒྱ་གར་ནང་ལ་ཨོ་རྒྱ་གར་ལ་ཤ་ཡ་དེ་ཨོ་བྱས་ཙང་མ་རྩ་ཤ་ཡ་ཁོག་ཉེན་འགོག་ཆེན་པོ་ཞི་བའི་མཐོང་གི་རེད་ལ་ཤ་ཉེན་འགོག་ཆེན་པོ་མཐོང་ཟིན་དེ་ཁོག་གི་རྒྱུ་མཚན་ག་རེ་ལ་གི་འདུག་ཟེར་ན། རྒྱ་གར་གི་ནང་ལུགས་ལ་དཔེ་ཆོས་ཡིན་ད་ཁྱོད་རྒྱ་གར་ལ་ཁྱོད་རང་ཀམ་ཕུ་ནི་གྱིས་རྒྱ་གར་ལ་མ་རྩ་ཤ་གི་ཡིན་ཟེར་ན་དང་པོ་ཤ་དུས་ཙམ་པ་རྒྱ་གར་གཞུང་ཡིན་ན་འདྲ་མངའ་སྡེ་ཡིན་ན་འདྲ། ཆ་རྐྱེན་དེ་དུ་མ་ཟད་ད་ཁྱོད་རང་གཉིས་བར་ལ་མིང་མཐུད་ཀྱི་ཡས་གྲོལ Agreement ཅིག་དགོས་རོགས། དེ་ཡི་དཔེ་དེ Flexible ལས་སླ་བོ་འདྲ་བྱ་དགོས་ཟེར་རོགས། རྗེས་མ་ལ་ཁོ་ཚོས་གཞུང་གི་འགྱུར་བ་མང་པོ་གཏོང་འགྲོ་གི་ཟེར་རོགས། ཁྲག་ཁྲག་གཏོང། ཁྲག་ཁྲག་གཏོང། དེ་གཏོང་གི་རེད་ལ་ནི་རྒྱ་གར་ཡོང་ཡོང་གྲགས་འདྲ་བོ་རེད་འདོད། དེ་གི་མིང་མཐུད་དེ། དེ་བྱས་ནས་བཟོ་གྲྭ་ཆེན་པོ་དེ་ཚོ་རྒྱ་གར་ལ་འགྲོ་ཡ་གི་འདོད་པ་ཞིག་ར་ཡོད་མ་རེད། ཉེས་འགོག་ཞིག་བས་མཐོང་གི་ཡོད་རེད། དེ་འགྱུར་བ་གཏོང་ལ་དེ་གི་ཐུགས་ལ་ལོངས་ཤུགས་ཟེར་གི་ན་འདྲ། དེ་འདྲའི་གི་ཐུགས་ནས་སྲིད་ཇུས་དེ། བརྟན་པོ་ཡག་པོ་ཡི་གེ་ཐོབ་ཡིན་ན་ནི invest བྱས་ག་ལེགས་རེད་ཟེར་རྒྱུ་མཚན་གཅིག་དེ་ལ་རྒྱུ་མཚན་གཉིས་པ་དེ། རྒྱ་གར་གི་ད་ལྟ་ཆབ་སྲིད་ཀྱི་འགྲོ་སྟངས་མང་གཙོ་རེད་བ། མང་གཙོ་རེད་རེད། མང་གཙོ་ནང་ལ་ཁོ་གཅིག་གིས་ག་རེ་བྱེད་དགོས་བ་ཡིན་ན་ཨ་རིས་གནང་བཞིན་ཅེས་འུད་ལུས་འགྲོ་ཡ་དོ་ཀེམ་བོད་ཀྱི་ཡ་ཐོ་ཐོ་འདྲ་མ་འདྲ་ཞིག་བས་ར་དེ་གི་ཡང། ཚོང་འབྲེལ་ཕ་གི་ལ་ཁི་ཉན་མང་པོ་ཞིག་གི་བརྟན་པོ་ཞིག་ར་མཐོང་མི་འདའ།

རྒྱ་གར་ཁོ་རང་ཚོ་ནང་ལུགས་ནས་ཁོ་རང་ཚོ་ནང་ལུགས་ནས་རྒྱ་གར་ཁོ་རང་ལ་བཟོ་གྲྭ་ཡེ་ནས་ཞིག་ཡོད་འདུག་གསུངས་པ་དེ་དེ་ཚོས་སེམས་པ་བཟོ་གྲྭ་དེ་ཚོ་གི་ཐོག་ནས་དཔལ་འབྱོར་དེ་ད་ལྟ་དཔེ་ཆོས་ཤོད་ན། ང་ལ་རྒྱ་གར་གི་ཀམ་ཕ་ནི་ཡེར་བ་ཆེ་བཟོ་གྲྭ་ཆེ་ང་རྒྱ་གར་མི་རིགས་ཡིན་པ་ཆེ་ཁྱོད་རང་ཕྱི་རྒྱལ་མི་རིགས་ཆེ་བཟོ་གྲྭ་ཁྱོད་རང་ལ་ཡེར་བ་ཆེ་ང་གཉིས་ཆ་གི་བཟོ་གྲྭ་དེ་རྒྱ་གར་ལ་ཡེར་ན། ཅི་ཞིག་ཁོ་ཚོ་ཆགས་སྲེད་ཀྱི་འགྲོ་ཆགས་སྲེད་སེ་དཔེ་འཇོག་གི་འགྲོ་སྟངས་འདྲ་བོ་ཞིག་ཁྱོད་རང་བཟོ་འདྲ་དེ་རྦད་དེ་ཡོ་ག་ཆོག་འགྲོ་གི་དང། ང་མི་རིགས་རྒྱ་གར་རེད་བཟོ་འདྲ་རྒྱ་གར་ཡིན་རང་ང་རང་རང་གི་དེ་ཡག་པོ་ཞིག་ར་ཆོག་གི་མི་དང། དེ་འགྱི་བ་ཞིག་གཏོང་དོ་རྒྱ་གར་ཁོ་རང་ཚོ་གི་དང་པོ་རྒྱ་གར་ཁོ་རང་ཚོ་གི་བཟོ་འདྲ་ཆུང་ཆུང་དེ་ཚོ་ཡར་རྒྱས་ཞིག་གཏོང་ཐོག་ན། ཨ་ནི་ཆུ་ལུག་གི་འཛམ་བུ་ལན་བཟོ་འདྲ་ཆེན་པོ་དེ་ཚོ་རྒྱ་གར་ལ་ཁུར་ཡོང་གི་རེད་ཟེར་དེ་དེའི་ཆ་རྐྱེན་གསུམ་དེ་འགྲིག་པ་ཡིན་ན་ཨ་ནི་རྒྱ་གར་གི་རྒྱ་མིས་དཔེ་འཇོག་མགོ་ནས་བཏུས་འགྲོ་གི་རེད་ཟེར་དེ་གལ་སྲིད་མ་བཏུས་པ་ཡིན་ན། དེའི་ནང་ཡང་ཁོག་གི་སོ་ཐོག་མ་རེད་ལ་རེད་ཁོག་གི་རེད་ད་འདིར་དཔེ་གཅིག་གཉིས་ཀྱིས་མི་འགྱིག་གར་བཞག་ཟེར་ན། ཨང། ཉིས་སྟོང་བརྒྱད་ལོ་ལ་འཛམ་བུ་ལས་མཆན་ཡོང་གི་དཔེ་འཇོག་གི་མྱང་ཆགས་ཞིག་འགྲོ་ཡིན་པ། ཨང། དེ་ཉིས་སྟོང་བརྒྱད་ལ་མཆན་ཡོང་འགྲོ་དུས་ཙམ་པ་ལུང་པ་ཞེན་དོགས་མང་ཆེ་བ་ཞིག་ཉིས་སྟོང་བརྒྱད་གི་བཞུགས་སྐུལ་ལ་ད་གི་སྐྱ་ཅིག་ཅིག་དང་བ་དཔེ་འཇོག་ཡག་ཅིག་ཞིག་འགྲོ་ལགས་དང་རྒྱ་གར་ལས་སླ་བོ་ཞིག་འགྲོ་དོགས་ཡོད་མ་རེད་ལགས་ཁོ། རྒྱུ་མཚན་དེ་ལ་བརྟེན་ནས་ལ་ད་ད་རྒྱ་གར་གི་ད། ཁོ་གི་རྡོ་རྡུང་འདྲ་བོ་དེ་ཁ་ལག་འདི་ཟེར་ན་རྒྱ་གར་གི་རྒྱ་མིས་བལྟས་ཐུབ་ཡ་དེ་དཀའ་ལས་ཁ་པོ་ཞི་དྲག་རེད་དེ་འདྲི་འདྲ་བོ་ཞིག་ལགས་བཞག་ད་དེ་གཉིས་ཆ་སོང་ན་སྟོང་དང་མ་འདྲ་མ་འདྲ་བ་རེད་རེད་རེད་རེད་དེ་འདྲ་རེད་ད་མང་ཚོགས་ཀྱི་རྒྱལ་ཁབ་ཅིག་མཉམ་དུ་ད་ཚོང་འབྲེལ་བྱེད་ན་ཁེ་བཟང་མང་པོ་ཡོད་རེད་ད་ཅིག་ཅིག་ཁྲིན་ཏང་དེ་ཚོའི་སྒྲིག་འཛུགས་ལ་དེ་ཚོ་ལ་དོ་སྣང་བྱེད་ངེས་རེད་ཡང་ཕྱོགས་གཞན་པ་ལྟ་ན་ཨ་ནི་མང་ཚོགས་ལ་དེ་ཁ་ལོག་རེད་ཆབ་སྲིད། གི་སྲིད་ཇུས་བསྒྱུར་བ་ཐད་སེ་གི་རུ་རེད། ཨ་མཉམ་དུ་ལས་ཀ་བྱེད་མཁན་བྱས་ནས་ཐོབ་ཐང་དང་རང་དབང་ད་ཁ་ལོ་བར་ད། སྐད་འབོད་བརྒྱ་ངོ་རྒོལ་བརྒྱད་ཀྱི་ཁ་ལོ་བར་ད། ང་ཚོས་ལས་ཀ་བྱེད་ཀྱི་མེད་ཁྱོད་ཚོས་ཕོག་ཕར་གྱི་མི་འདུག་ལ་ཡང་ཅིག་དེའི་རྙོག་དྲ་ཡོད་རུ་བ། ད་རེད་རེད་རྒྱ་ནག་ཡིན་ན་ཁྱོད་ཀ་ལ་རྒྱུ་དྲུག་རེད་གང་ནས་ཅིག། གང་ལ་མེད་ལྟ་སོང་ན། ད་དེའི་དག་རང་རེད་ལ། ལ་ཁ་ཉེ་མ་ཡོང། འདྲི་བས་རུ་བ།
འོ་དེ་ལར་ང་གྲུབ་སྙིང་ཆེན་མོ་ཞིག་ལ་ནས་ད་གྲུབ་ཅིག་དེང་གི་དུ་སྙིང་མ། ངེད་ཀྱིས་ང་ཚོ་ཕྱི་རྒྱལ་ལ་ནས་མི་བོད་པ་མ་ཡིན་པ་དང་ང་ཚོ་དེ་ཚོའི་འཚམས་འཚམས་ཐུག་ཐུག་ངས་འགྲེལ་བཤད་བྱས་ཡོད་རྒྱ་གར་དང་རྒྱ་ནག་ལ་ནས་ད་ཁྱོད་རང་འདྲ་བརྒྱུད་འགྲོ་ད་རྒྱལ་ཁབ་སྟོབས་ཆེན་པོ་བཞི་བོ་རེད་མི་འབོར་འདྲ་བོ་རེད་ད་རྒྱ་གར་མི་འབོར་ཆེ་རུ་འགྲོ་དགོས་རང་ཡིན་ནས་དམངས་གཙོ་དང་དམར་ཤོག་གི་ད་ཆབ་སྲིད་ཁ་ལོ་ད་སྲིད་གཞུང་ལོག་ཁ་ར་སྲིད་ཇུས་རེད། རེད་རྒྱ་གར་གཞུང་གི་འགྲོ་སྟངས་འདྲ་བོ་ཆབ་སྲིད། ད་འོང་བྱས་ཙང་ཨ་ནི་རྒྱ་གར། དེ་དཔལ་འབྱོར་སྐོར་ལ་དྲི་བ་ཅིག་གླེང་ཟེར་ལ་ཐེངས་མ་གཅིག་ད་ག་གསང་རྒྱུད་པ་ཅིག་ཨཱ་ནི། རྒྱ་གར་ག་རེ་རེད། རེད། རེད་ལི་ད་ལྕགས་ལམ་དུ་བྱིན་ནས་ན་ཅིག་ལ་ག་ཅིག་བཟོས་ལ་ལོ་བཅུ་གོ་གི་འདུག་པེ་ཅིན་ཡིན་ན། ད་བདུན་ཕྲག་གཅིག་གི་ནང་ལ་གོ་གི་འདུག་ཨཱ་ནི་ཁོ་ལ་ཟེར། རྒྱ་ནག་ཡིན་ན་གལ་སྲིད་ཤང་ཧྭའི་གཞུང་གིས་ཁོ་རང་ཚོ་གིས་ད་རིང་རང་ཐག་ཆོད་ན་སང་ཉིན་རང་ཁང་པ་ཚང་མ་གཏོར་གྱིན་མི་ཚང་མ་སྤེལ་གྱི་རེད་ས། རྒྱ་གར་ལ་ཡིན་ན། ཅིག་ཡོད་ཨ་ཟིང་རེད་རེད་འདུག་རེད་རེད་ཅེས་མི་རེད་འདི་རེད་འདུག་ཡིག་རྟ Permission ཞུས་སྐྱེན་པོས་རྒྱག་ཅེས་རྟ་རྡིག། ད་བུ་དེ་དངོས་གནས་བདེན་པར་བ་ད། མི་དམངས་ལ་ཐོག་ཐང་མང་རེད་རེད་རེད་ད་དེ། ད་ངེད་ནས་ད་ཁྱོད་རང་གིས་ཕྱོགས་གཉིས་ཀ་བཤད་སོང་ཡིན་ནས་ངས་བསམ་ན་ད་རྒྱ་གར་ལ་ཏན་ཏན་གོ་སྐབས་ཡོད་རེད་བསམ་གྱི་འདུག་ད་ཡིན་ནས

ལས་དེ་ཡོད་རེད་ཟེར་ཡིན་ནས་རྒྱ་གར་གྱི་དར་མདོས་ཞིག་ཉོ་གི་རེད་ལབ་ཀྱི་དང། ཨ་ནི་ད་དེ་ཐང་ལོང་གཅིག་ག་རེ་ཡོད་རེད་ཟེར་ན། ར་ཤི་ཡ་གི་རྒྱ་གར་ས་ནས་སྐྱག་ལོག་ཚིག་ཉོ་ར་ཤི་ཡ་གི་རྒྱ་གར་སྤེལ་ཤོག་ཁོ་རང་ཚོ་སྤེལ་ཤོག་དེ་ཁོ་རང་ཚོ་ལ་ཕར་སྤྲད་བྱ། ཡིན་ནས་དེ་ཡོང་དུས་ཤོས་གཅིག་ལ་རྒྱ་གར་ལ་ར་ཤི་ཡ་ལ་དགོས་ཡ་སྐྱག་ལོག་ཁེ་ཞེ་ར་ཡོད་ས་མ་རང། དེ་དཀའ་ངལ་འཕྲད་དེ་ད་དེ་འདྲས་བྱས་ནས་རྒྱ་གར་གྱི་དེ་གཅོང་པོ་འཕྲོག་རེད་ཟེར་ཞུ་ལབ་ཀྱི་དང་ག་རེ་ཟེར་ན།

གིས་ར་ཤ་ལ་རྒྱབ་སྐྱོར་བྱེད་ཀྱི་པ་ཁྱེད་རང་ཚོ་ར་ཤ་ཡིག་ནུབ་ཁ་ཆེན་ཉོས་ཀྱི་ཡོད་ལད་དོ། ཨ་ནི་ད། སོ་རྒྱ་གར་ལ། རྒྱ་གར་ལ་ད་རྒྱ་གར་དཔོན་པོ་ད་ངེད་ཀྱི་མིག་དཔེ་དང་པོ་ཅིག་འདེད་ཤོག་ད་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཇཱའི་ཤང་ཀར་ལའི་ཀྱི་ཡོད་རེད་ཁོ་ང་ད་ཁྱེད་ཁྱོ་གས་ཤི་ད་དཔེ་ནག་འགྲོ་འདུག་ད་ཁོ་གིས་ག་ལ་སུ་ལ་ན་ཁོ་ད་འདི་གི་དེ་ཤི། Aggressive ཚ་བོ་འདྲ་བོ་དེ་རོ། ཧུ། ད་ཁོ་རང་གིས་བསམ་བློ་བཏང་བཏང་དེ་ང་དཔེ་ནག་འགྲོ་འདུག་ག་ཅིག་ན་ཁོ་རང་གིས་ག་ལ་ཡོད་འདུག་ལ་ན། ང། རྒྱལ་ཁབ་བཟང་པོ་ནི་ནང་རྒྱལ་ཁབ་ནང་ལོ་ནི་བརྒྱ་ཆ་ཉི་ཤུ་གྱི་མི་འབོར་གཅིག་གི་རྒྱལ་ཁབ་ཅིག་གི་ཚབ་བྱས་ཡོད། ཨ་ནི་ང་རང་གིས་ཨ་རིག་གི་དང་ནུབ་ཕྱོགས་ཀྱི་སྲིད་ཇུས་ལ་ཕན་ཐོགས་ཡ་ད་དེ་འདྲ་ལྟ་གི་མ་རེད་སྲིད་ང་རང་གིས་འགན་དང་ཨང་དང་པོ་འགན་དེ་ག་རེ་ལ་ན་སོ་སོ་མི་རིགས་ཀྱི་སོ་སོ་རྒྱལ་ཁབ་ལ་ཁེ་ཕན་འདི་ལྟ་གི་རེད། ང་རྒྱ་དེ་གལ་སྲིད་སྣུམ་དེ་ལུང་པ་འགྲམ་པ་ནས་ཨ་རག་ལུང་པ་ཡིན་ན་ཨི་རན་ད་ལྟ་ལུང་པ་འགྲམ་པ་ནས་སྣུམ་ཉོས་ཀྱི་ཡོད་ཨ་རི་ནས་སྣུམ་ཉོས་ཀྱི་ཡོད་ས། ཡིན་ནས་ར་ཤ་གི་སྣུམ་སྒོང་ཁེ་པོ་ཅིག་སྟེར་ན་ང་མིག་ཁར་སྣུན་ཏེ་མྱུ་གུར་བ་ས་སྒོང་ཁེ་པོར་བཙོང་ན་ཨ་ནི་ཡིན་ནས་ཁོ་གི་ཕ་ཁ་བཏུབ་དཔེ་ནག་པོ་ལབ་ས་དེ་ཡུ་རོབ་ཀྱི་ད་ནུབ་ཕྱོགས་ས་ཁྱོད་པ་དེ་ལ་ད་ལྟ་བྲང་ཁ་རྩིས་ནར་ད་ས་ད་ལྟ་ཟླ་བ་རེ་རེ་ལ་ར་ཤ་གི་སྣུམ་ཡུག་རེན་མར་འགྲོ་སྡོད་དུས་སྐབས་ལ་ད་ར་ཤ་སྣུམ་ཉོས་ངས་རྒྱལ་ཁབ་དང་ཨང་ཀི་དང་པོ་ནས་སྤྱི་བ་བར་དུ་བྲང་ཁ་རྩིས་ནར་ས་རྒྱ་གར་ཨང་ཀི་སྤྱི་བ་རེད་ས། ཨང་ཀི་དང་པོ་གཉིས་པ་གསུམ་པ་རྒྱལ་ཁབ་ཚང་མ་ཧ་ཡུ་རོབ་ལུང་པ་ཡོད། ཁོང་ཚོར་ཧ་ཅང་དྲི་བ་དྲིས་མེད་ས། ཁ་ཆེམས་རྒྱག་གི་ཡོད་ཟེར་བ་རེད། ད་ཁོ་རང་གི་ད་འདི་གི་དམིགས་དཔེ་ག་རེ་ལོག་པ་ད་ཁྱོད་རང་གི་གྲུམ་ཤེས་བ་ནང་བཞིན། སྣུམ་དེ་རྙོག་དྲ་དེ་ལ་དེ་ག་རེ་ལྟ་བ་སྟོན་གི་དང་རྒྱ་གར་གི་ཆབ་སྲིད་ཀྱི་ད་ལངས་ཕྱོགས་ལ་ནས་སྲིད་ཇུས་དེ་ག་རེ་དེ་ལ་ན། ང་རང་ཚོ་རྒྱལ་ཁབ་ལོགས་སུ་ཅིག་ཡིན། ཨ་རིག་གི་འདི་ཅིག་བྱེད་ལ་ན་ང་ཚོ་བྱེད་ཀྱི་མེད་ཡིན་ནས་ཨ་རིག་རྒྱལ་ཁབ་ཚང་མ་ལ་ང་ཚོ་མཐུན་འབྲེལ་བྱེད་ཀྱི་ཡིན། ད་ཁོང་ཚོས་ཀྱི་སྙེ་མ་ད་དེ་གྲུབ་རིང་པོ་ཡོད་རེད་ནས་ད་རྒྱ་གར་གྱི་ཨེ་ལྷའི་ལེགས་དོ་ད་མཉམ་འབྲེལ་ཨེ་ལྷའི་དེ་དེ་ཞི་དྲག་བྱེད་ཀྱི་མི་འདུག་ཕལ་ཆེ་ད་ཡུ་རོབ་ལས་ན་འཇར་མི་ནི་ད་ཨིང་ལན་ད་ཚང་མ་ནེ་ཏྲོ་ད་མང་པོ་ཆིའུ་ཞི་ལེགས་དོ་རྒྱ་གར་ཨེ་འབྲེལ་བྱེད་དགའ་བོ་མི་འདུག་སོ་སོ་རང་གྱི་རྒྱལ་ཁབ་ཡིན་ནས་ལུང་པ་འགྲམ་པ་ད་རྒྱ་ནག་ལས་དེ་བསམ་བསམ་སྐད་ཆེ་ཤིག་གི་རེད་ཡུ་ད་ཚང་མར་སྐད་ཤིག་དོ།

ཨ་རིག་གི་རྒྱ་གར་ལ་བལྟས་ཚེ་ཁ་སྟོང་ཡང་འདྲ་བོ་འདྲ་མི་འདྲ་བཟོ་སོང་ཨ་ར་ཤི་ཡ་ལ་ཁ་ཏི་ཅོག་མི་ཟེར་ནས་ད་ལྟ་འདྲ་བོ་ཡིན་ནི་ད་ག་རེད། རྒྱ་གར་འདྲ་བོ་ཡིན་ན་ར་ཤི་ཡའི་སྨྱོན་འདི་ལ་འཁྱོངས་ཐག་ཆད་འདུག་ཨ་རིག་སྨྱོན་འདི་ལ་འཁྱོངས་ཐག་ཆད་འདུག་གལ་སྲིད་ན་ཨ་རིག་གི་ཕར་འབྲེལ་བ་བཟོ་དགོས་དང་གལ་སྲིད་ན་ཁོ་རང་ཚོ་ལ་རྒྱ་གར་གི་འགྱོག་ཤོག་དགོས་གི་དང། རེད་རེད་དེ་བྱས་རེད། ན་ཁ་ཚོ་ལཱས་བྷི་ཀི་བདུན་ཕྲག་སྔོན་མ་ད་ག་རང་རེད་རྒྱ་ནག་ལ་ད་ལྟ་རྒྱ་གར་ལ་ཚོགས་འདུ་མང་པོ་ཚུགས་སོང་རྫོང་ནས་གི་དེ་འདྲའི་གི་ཚོགས་འདུ་གལ་ཆེན་པོ་དེ་འདྲ་དེ་ཚོ་གི་ག་རེ་བསྟན་གི་འདུག་ཟེར་ན་རྒྱ་གར་ཤུགས་ཆེ་པོ་ཕྱོགས་གི་ཡོད་པ་བསྟན་གི་དང། རེད་རེད་རེད། རྒྱ་གར་ཁོ་རང་ཚོ་ལ་གོ་སྐོས་ཀྱིས་རོགས་བསྡད་གི་དང།

ལས་ཀ་བྱེད་ཉེན་ཡོད་རེད། དངོས་གནས་ད་ལྟ་ལས་འབོར་ག་ཟེར hard working བྱས་ནས་མེད་དུ་ལྷོ་གཞུང་ཞི་རགས་མེད་རྒྱུ་བཞིན་ཡིན་པ་ཡིན་ན་ལས་ལས་ཀ་ག་ཟེར་གོ་ནོར་འཇིག་གི་མི་དཀྱུས་མ་གི་ལས་ཀ་བྱེད་ཡ་དེ་འདྲའི་ཤུལ་ལེན་ལས་ཀ་བྱེད་ཉེན་ཡོད་རེད། ལྷོ་གཞུང་དུ་དེ་འདྲའི་ཚན་རིག་གི་ཐོག་ནས་དང computer གི་ཐོག་ནས་དང digital དེ་འདྲའི་ཐོག་ནས་ལྷོ་གཞུང་ཡལ་རྒྱུ་རྒྱ་གར་ལ་ཞུ་ཡས་ཚོང་མ་མཛངས་དེ་ར་ས་ཆེན་པོ་ཡས་རེད། དེ་འདི་ཚང་མ་རྒྱ་གར་གཞུང་གི་གོ་སྐོགས་ཀྱིས་ལན་ཐོབ་པ་ཡིན་ན་རྒྱ་ཤ་རྒྱ་ནས་རྒྱ་ཤ་གི་ཅི།

ད་ཁོ་རང་ཚོ་གི་གཞིས་ཆགས་བེང་ལོར་ནས་མཱི་སོར་ཨ་ནི་ཕར་འགྲོ་འོར་བ། སྲང་ལམ་དེ་ཨ་རི་ལུང་པ་ན་ཞིག་སྲང་ལམ་བཟོས་ཚར་ཞིག་ད་ཧའི་ཝེ་ཡོད་མོ་ཏྲར་ལང་ཀ་ཟུར་གཉིས་ལ་ཡོད་ལོང་ཀ་མི་མོ་ཏྲ་གསུམ་གསུམ་ཧར་བཞི་བཞི་ཡར་བཞི་མར་བཞི་ད་བེད་དངོས་གནས་ད་རྒྱ་ནག་བརྟིབས་མ་བརྟིབས་ད་ལོ་ག་ཚོད་སྐད་ཆ་ཡིན་མ་གང་ཞིག་ད་ཁྱོད་རང་རྒྱུ་མཚན་མང་པོ་དྲངས་སོང་ཡིན་ནའི་ད་གོ་སྐབས་ད་འདུག་ད་ང་ཚོའི་སྐད་ཆ་འདི་ཧོབ་སྟེ་དྲན་སོང་ད། ད་ལྟའི་ཡུཀ་རེན་དམར་ལ་རོ་རྒྱ་གར་གྱིས་ཡང་པ་རུ་ཅི་ལ་ཨ་རིག་གི་རྒྱ་ནག་སྐོར་ལ་ལན་རེ་ཡིན་ན་རྒྱ་གར་དམིགས་བསལ་དང་ཡིན་ཏེ་དེ་གྲུབ་འདི་ད་ཕེ་ཆེ་ཤེས་ཨ་ནི་ཁྱེད་རང་ད་འདོད་ཁ་ཤེས་གྲ་སྒྲིག་བྱེད་ཡོད་རོགས་སྐད་ཆ་བཤད་ད་ལྟ་རྒྱ་གར་དང་ཨ་རིག་དེ་རྒྱུ་མཚན་ལ་གོ་རེ་རྒྱུ་མཚན་ལ་གོ་རེ་ད history དེ་རིང་པོ་འགྲོ་ཞིག་ད་སྙེ་མ nineteen sixties གཅིག་སྟོང་དགུ་བརྒྱ་དྲུག་ཅུ་ལྟེ་བ་ལ་ཨ་ནི

རྒྱ་གར་གྱི་དམག་མི་གྱི་གནམ་གྲུ་དང་ཀྲེང་དང་ལག་ཆ་མང་ཆེ་ད་ལྟ་ཡི་ར་ཤ་ནས་གླིག་འདུག་བ། རྒྱ་གར་དེ་རེད་ད་གལ་སྲིད་གནམ་གྲུ་གྱི་འཕྲོ་ལག་གྲོ་ནར་ད་ར་ཤ་མི་གཅིག་གོ་ཡོད་ཟེར་བ། བཟོ་བཅུ་དང་ཉེ། ད་ལྟ་ཡི།
ད། གར་གྱི་ནང་ནས་ཨ་རི་རྩར་འགྲོ་ན་ཨ་རི་གྱི་ཁ་ཅིག་ལྷག་བས་ཨ་རི་གྱི་མེ་མདའ་དང་དམག་དམག་གྱི་ལག་ཆ་ཡག་ཅིག་སུ་བྲིས་རེད་པ་ཀི་སྟང་བྲིས་རེད།

རེད་ད་རྒྱལ་ཁབ་གཉིས་པར་རྙོག་དྲ་བྱེད་ཨ་ནི། རྒྱལ་ཁབ་གཉིས་དེ་སྟོབས་ཆེན་རྒྱལ་ཁབ་རེད་འདི་གཉིས་ཁོ་རང་ཚོ་གཉིས་རང་ནི་ཐག་གཅོད་དགོས་རོགས་རེད། ད་ཁོ་རང་ཚོ་གཉིས་ཐག་ཆོད་རེད་ཨ་ནི། ད་ལྟ་བར་དུ་པ་རུ་པ་རུ་ཏིག་ཁ་ལོར་ད། ཁོ་ཚོ་གི་ས་མཚམས་ལ་ཁ་ལོར་ད་དམག་མི་དེ་ཚོ་ཕར་ཚུར་ཅིག་འཛིང་རེད་རྒྱ་རི་རྒྱ་ཡལ་དུ་ཐོང་གོ་ཏོ། ཨ་ནི་ངེད་ཅག་འབྲོག་ལམ་ལས་དེ་ལ་ཡང་རྙོག་དྲ་ཆེན་པོ་བྱུང་ས་འདུག།

གཉིས་ཀྱང་གྱོང་རག་རོགས། རྒྱ་གར་དང་རྒྱ་ནག་ལ་ཡིན་པས། ཧུང། མོ་རྒྱལ་དུ་ཁ་བ་རེ་ཡིན་ནས་ད་ད་ཚོད་སོང་ཏོག་དེར། ཁོང་ཚོ་གི་རྙོག་དྲ་དེ་བཞི་སྟོང་ཉེ་ཆར་ལྟ་བ་ཡིན་ན། ཁོང་ཚོ་ཡང། ཁོང་རང་ཚོ་ཉིང་ལུས་དཔའ་ར་ལགས་ཀྱི་འཕྲིན་ཡིག་འབྲི་གཞི་ཟེར་གི་ན་འདྲ་རྒྱོགས་ཚ་བོ་ཞིག་དང་ཤུགས་བསྐྱིས་ནས། ཁོང་ཚོ་གི་ད་ལྟ་ས་མཚམས། ཁ་ཙོང་ཉེ་ཆར་རྙོག་དྲ་ལྷག་ས་དེ་གི་ས་མཚམས་དེ་ག་རང་ཡིན་མིན་ཧ་གོ་མ་སོང་མ་གཞི། ཧོང། ཡར་མར་དམག་མི་འགྲོ་ཉེན་དེ་ཚོ་མེ་མདའ་ཁྱོན་ནས་ཁེལ་ཆོག་གི་མི་འདུག་ཁོང་ཚོ།

རྗེ་གཅིག་གསང་སྦྱིན་ནོ་ཞེས་རག་ལས་མ་དོལ་རྗེ་མཚན་དེ་འདྲའི་ར་བ་ཡིན་ས་རེད་དྲན། རེད་ད། ད་སྐད་ཆ་འཕྲད་གི་འདུག་ད་དེ་སང་ཚང་རྙོག་དྲ་ལོག་ར་རྒྱ་གར་ད་ཕན་སེམས་འབྲེལ་ཡོད་ད། རྒྱ་གར་ལ་ཁྱེད་ཚང་ག་ཡོད་ན་ལྷོ་ཕྱོགས། ལྷོ་ཕྱོགས་རྒྱ་གབ། གོ་ད་རྒྱ་གར་གི་ལྷོ་ཕྱོགས་ལ་ཚོར་བ། རྒྱལ་ཁབ་ཞེ་དྲག་ཡོད་མ་ཞེ་དྲག་སེམས་འབྲེལ་ཡོད་མ། ད་བྱང་ཤར་ཕྱོགས་ལ་ད། རྒྱ་བོད་ས་མཚམས་རེད་ད་རྒྱ་ནག་ད་ད་ད་བོད་སེམས་ཤར་ཡོད་རོ། རེད། ཨ་ནི་ནུབ་ཕྱོགས་ལ་པ་ཀི་སི་ཐང་ཡོད་རེད་ད། སེམས་ཁྲལ་ཞི་བའི་རེད་ད། ད་ལྟ་ངེད་ཅག་རང་ད་ངས་གནས་ཚུལ་བློ་ཕམ་པ་ཅིག་ལ་རྒྱ་གར་དམག་མི་གཉིས་གསུམ་གྱི་གྲོངས་ཤ་ཀཱཤ་མིར་ལ་གཏི་རྙོག་དྲག་མང་པོ་ཡོད། ད་ཡང་རྒྱ་ནག་བསམ་བློ་བཏང་ད་ད་རྒྱ་ནག་ཁ་ཧྲག་བས་རྒྱ་ནག་གཅིག་པ་གཅིག་མཁྱེན་ཡང་ཕྱོགས་གཉིས་ལས་བསམ་སེམས་ཁྲལ་རེད་ད་བྱང་ཕྱོགས་ལ་ཡང་སེམས་ཁྲལ་ཅི་ཡོད་མ་རེད་སོག་པོ་དང་ཨུས་པེ་ཀི་སྟ་མང་པོ་ཡོད། ཁོ་རང་ཚོ་འོ། ཧུང།
ད་ཁོ་རང་ཚོ་ཤར་ཕྱོགས་ཕྱོགས་ལ་ཁ་རེད་ད་གལ་སྲིད་ང་རྒྱ་ནག་ཡིན་ན་ད་ཤར་ཕྱོགས་དེ་ནས་ལྟ་ན་རེད་ད་ད་དམག་མི་ཟུག་ཁྲུ་སིང་ཁང་དུ་ཡོད་རེད་ད། རྒྱ་ནག་གི་ཚོང་ནི་བསམ་བློ་དང་སེམས་རྩ་ཆེན་པོ་ཡོད་ད། རྒྱ་ནག་གི་རྒྱབ་ལ་ག་ཡོད་རེད་ད་ང་ཚོ་བོད་ས་ཆ་ཡོད་ར་གཟིམ་ཤ་ཡོད་ར། བོད་ཀྱི་རྒྱབ་ལ་རྒྱ་གར་ཡོད་ད། ད་དེ་རྙོག་དྲ་ཅིག་བྱུང་རུ་ཨ། བདུན་ལ་རྙོག་དྲ་ཡོད་ན་ད་རྒྱ་གར་དང་རྒྱ་ནག་རྒྱ་གར་དང། རྒྱ་ནག་གཉིས་ཀ་ཡོད་ཨ་སང་ཙང་རྙོག་དྲ་ཡོད་ར། ད་ཁྱོད་རང་ལ་རྒྱུ་རུ་རྒྱུ་མཚན་ཡོད་རེད་ད།

དེ་ལྷོ་ཀོ་རི་ཡ་ལྷོ་ཀ་རི་ལ་ག་རི་ཡོད་རེད་ཨ་རི་གི་དམག་མི་ཡོད་ད། ཇེ་པན་གི་ཨོ་ཀི་ན་བ་དེ་ལྷོ་ཀོ་རི་ཡའི་དམག་མི་ཡོད་ད། དེ་ལ་ཧྥི་ལི་པིན་ཡོད་ད། ཚང་མ་བསྐོར་བྱས། ད་བསྐོར་བྱས་ད། ཨ་ད་རྒྱ་ནག་བསམ་བློ་བཏང་ན་སྙིང་རྗེ་སྙིང་རྗེ་ལ་ནས་ད་བརྩེགས་དེ་ཤོར་ཟིན་མ་གཏོགས་ཁོ་རང་ཚོ་གི་སེམས་ཁྲལ་ཤི་ན་སྙིང་རྡོ་རྗེ་མ་རེད་ཡ་རྒྱ་ནོར་མ། མ་ད་ཡིན་ནའི་ག་ཚད་ནོག་པ་ཡིན། ཁོ་རང་ཚོ་གི་སྐད་ཆ་བཤད་སྟངས་དེ་དམག་མི་གི་བསམ་བློ་བཏང་སྟངས་ཅིག་མིན་ཏེ། རྔམ་སྐྲག་དང་ཞེད་སྣང་དེ་དཔེ་གཅིག་དང་ཡིན་ནས་གཅིག་པ་གཅིག་ཀྱང་ཨ་རི་ལ་སྙིང་རྗེར་ཁ་ལོ་ཨ་རི་ཡོ་ག་རེ་ཞིག་བསླབ་ན་ད་ལྟ་ཕལ་ཆེ་ཁ་ཚིག་ལྟད་མོ་ལ་རེ་རེ་གསང་རྒྱུ་ཇི་ལྟ་ཡིན་པ། རྒྱ་ནག་སྙིང་རྗེ་མི་འདུག་ཁ་ལོ་ནི་ཨ་རི་ལ་སྙིང་མ་ལྕོགས་དགོས་ལ། ཨ་རི་ལས་རྒྱ་ནག་ལ་གྲུ་གཟིངས་མང་བ་འདུག་ད། ཨ་རི་ལས
དམག་མི་མང་བ་འདུག་ད།